སྐྱེ་བ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱན་གྱིས་ཨ་ནི་ད་ཐེངས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནི་ཡུམ་ལུས་སེམས་ཀྱི་འདི་དག་གང་ལྟར་བཀའ་དྲིན་ཆེན་པོ་ཅན་ཡིན་པ་འདི་ནི་ངོས་ལེན་ལ་བརྟེན་ནས་ཨ་ནི་འདི་ཉིད་ད་དྲིན་ལན་ཡང་སྦྱར་ཐབས་ཀྱི་ཆེད་དུ་ཡང་སངས་རྒྱས་བཅོམ་ལྡན་འདས་ཡང་ལྷ་ཡུམ་ལ་ཕེབས་ཀྱིས་ཨ་ནི་ཡུམ་གྱིས་གཙོས་པའི་ཨ་ནི་ལྷ་རྣམས་ལ་ནི་ཆོས་བསྟན།

ང་རང་གི་ངོས་ནས་ད་དེ་རིང་གི་དུས་ཆེན་འདི་ལ་མིག་ལྟ་བུའི་རྗེས་ལ་ནི་ད་ནི་ད་བརྒྱ་ཕྱི་ལོ་རེ་འདི་སྐད་དེ་ཚང་མས་ཀྱིས་ད་མ་ད་འདྲེས་ཅེས་ནི་ཅིག་བཤད་སྲོལ་ཡོད་རེད་དེ་ཡིན་དུས་ཡིན་ན་དེ་རིང་གི་དུས་ཚང་འདི་ད་ང་ཚོའི་ནང་པ་སངས་རྒྱས་པའི་ཐོག་ནས་རང་དགོན་པ་འདི་གི་འདི་ད་དེ་རིང་གི་ཉིན་མོ་འདི་ཨ་མའི་ཉིན་མོ་ཟེར་འདུག་ཟེར་ཡ་གསུང་གི་ཞུ་ཐུབ་ན་ཡག་པོ་འདུག་ཟེར་ནས་ང་རང་ངོས་ནས་འདུག་ཟེར་ཡ་བསམ་བསྡད་ཀྱི་ཡོད་ཨ་ནི་མི་ཆ་ནས་དེ་རིང་གི་ཉི་མ་འདི་སོ་སོའི་གི་ད་མ་ཨ་ནི་ཅིག་ད་དངོས་སུ་ད་ལྟ་དེ་ཡོག་མ་རེད་དེ་ཡིན་ན་ད་ད་ད་མ་ཨ་ནི་ད་ཚེ་འདས་ཕྱི་ནས་ལོ་གཅིག་ལྷག་སོ་འགྲོ་གོ་རེད་དེ་ཡིན་དུས་ག་ལ་ད་མ་ཨ་ཅིག་ཞིང་བཤད་དེ་ཡོག་རེད་དུས་ན་ད་དེའི་ཉི་མ་འདི་ད་དངོས་ནས་ད་ནས་ཅིག་ག་རེ་ཡིན་ཨ་ཅིག

མ་ནུས། ཞུ་དགོས་ཡ་འདི་གང་ཆེན་པོ་རེད་བསམ་གྱི་འདུག་ཨ་ནི་དྭངས་ན་ཞིག་ཨ་ནི་ཅིག་ཡང་ལུས་རྟེན་གླེན་པ་རོ་གཅིག་ན་དབུ་སྣ་དྲངས་ནས་ད་བདེ་བར་སྐྱིད་བར་བར་ཆད་མ་ཡོང་བར་ཨ་ནི་ཅིག་དགའ་བ་སྤྲོ་མེད་ངང་ཡོང་བར་ཤོག་ཟེར་ད་དེ་འདྲའི་ཅིག་སྨོན་ལམ་རེ་ངས་སྟོན་དགོས་ཡ་ད་ཨ་ནི་སུ་གསུང་གི་ཞུ་ཡ་འདི་ད་ད་ནི་ངའང་དུ་ནག་མོ་སངས་རྒྱས་པའི་མཐོང་ནས་ངའང་དུ་ད་མ་ད་བྲེལ་བྲེལ་ནས་ད་ཨ་མའི་ཉིན་མོ་འདི་འདི་འདྲ་རུ་བྱེད་ཡ།